སྐད་ཆ་བཤད་ཡག་གི་ཐོབ་ཐང་མི་འདུག་རྩ་བ་ཉིད་ནས་སྐད་ཆ་བཤད་ཀྱི་ཡོད་པ་མ་རེད། སེ་ཆི་མཁན་པོ་གི་དགེ་ལུགས་པ་ཚང་མ་འོན་གྱི་མི་གཅིག་གིས་འོས་མི་རྣམས་ལ་འགྲོ་དགོས་ཀྱི་འདུག་ཟེར་ནས་སྐད་ཆ་བཤད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ན། ཧི་མ་ལ་ཡ་རི་རྒྱལ་གྱི་དགེ་ལུགས་པ་དེ་ཚོས་འོས་མི་རྣམས་ལ་འགྲོ་ནས་ཀྱི་གི་རྒྱ་ནག་ཨོ་དང་འགྲོ་གི་རེད་འགྲོ་གི་མ་རེད་དེ་དྲི་བ་རེད་བ། ངས་དེ་འདྲ་ཀྱི་སྐད་ཆ་བཤད་ཡིན། ཡིན་པ་ཡིན་ན་མོ་འདང་བ་དུ་བ་དང། ཡོང་མཁན་ངོ་མི་དེ་ཚོ་སྐད་ཆ་ག་རེ་བཤད་ཀྱི་འདུག་ཟེར་བ་ནི་མི་གཅིག་དང་གཉིས་རེ་དང། ཁོ་ཚོ་ནམ་ཡང་རྒྱ་ནག་འོག་ཏུ་འགྲོ་གི་མ་རེད་ཟེར་གྱི་འདུག། ཧི་མ་ལ་ཡ་རི་རྒྱུད་ཀྱི་ཡོད་པའི་དགེ་ལུགས་པ་དེ་ཚོས་བོད་རིགས་རྣམས་ལ་འགྲོ་ནས་རྒྱ་ནག་འོག་ཏུ་འགྲོ་གི་མེད་པ་ཡིན་ན། དེ་ནི་དགེ་ལུགས་པ་ཚང་མ་བོད་མི་རྣམས་ལ་འགྲོ་དགོས་རེད་ཟེར་ཏེ་རྩ་བ་ཉིད་ནས་རིག་པ་སྒང་ནས

རྒྱུ་མཚན་གཞན་པ་ཅིག་ག་རེ་ཡོད་རེད་ཟེར་པ་ཡིན་ན། དགེ་ལུགས་པ་ཚང་མ་འོས་མི་རྣམས་ལ་འགྲོ་དགོས་ཀྱི་འདུག་ཟེར་ཏེ། ཇི་ལྟར་འང། དགེ་ལུགས་པའི་བཅའ་ཁྲིམས་ནང་ནས་ཡོད་རེད་ཟེར་ནས་ཁོ་རང་གི་བཅའ་ཞིག་ཡོད་རེད། ཡིན་པ་ཡིན་ན་འང་བཅའ་ཁྲིམས་འདི་རེད་ཟེར་ནས་གཏན་ཆགས་པ་ཅིག་ད་ལྟ་བར་དུ་ཁོ་རང་དང་ཁོ་རང་འང་རྒྱབ་སྐྱོར་བྱེད་མཁན་སུ་གཅིག་གིས་བསྟན་ཡོད་མ་རེད་ད། དེ་འདྲ་ཡིན་པ་སོང་ཙང། བཅའ་ཁྲིམས་ལ།

སྲས་བཞི་མཁན་པོ་དེ་ཚོས་འོས་མི་རྣམས་ལ་རྒྱབ་སྐྱོར་ཡིན་ན་འགྲིག་གི་ཡོད་རེད་ཟེར་གི་འདུག་འོས་མི་རྣམས་ལ་རྒྱབ་སྐྱོར་ཡིན་ན་འགྲིག་གི་ཡོད་རེད། ཡིན་པ་ཡིན་ན་འོ་ག། དགེ་ལུགས་པ་ཚང་མ་འོས་མི་རྣམས་ལ་འགྲོ་དགོས་ཟེར་བ་དེ་རྩ་བ་ཡིན་ན་འགྲིག་གི་ཡོད་མ་རེད་དེ། སྲིད་སྤྱི་ལ་ཡང་ཐོབ་ཐང་ཡོད་མ་རེད་དེ་འདྲ་བྱས་པ་ཡིན་ན་དགེ་ལུགས་པ་མི་རེ་རེ་གི་དངོས་རིགས། རྒྱའི་གི་བསམ་བློ་རང་དང་ཆབ་སྲིད་རང་དང་འཁྲུག་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་དགེ་སྐྱོར་བ་རྒྱག་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ང་ཚོས། དགག་པ་རྒྱག་གི་ཡོད་རེད། སྤྱིར་བཏང་དགེ་ལུགས་པ་གི་ཁྲིམས་སྒྲིག་ག་རེ་བཞག་ཡོད་རེད་ཟེར་ན། ཉིས་སྟོང་ཉི་ཤུ་ཐམ་པའི་ཟླ་བ་དགུ་བོའི་ནང་དུ་བ་ལ་ད་གྲོས་ཆོད་ཟིན་ན་དེ་འདྲ་གྱི་དགེ་ལྡན་ལྷན་ཚོགས་ཀྱི་ཤག་འདུར་བ། བཀའ་ཤག་དང་དོ་བདུན་འོག་བོད་མིའི་སྒྲིག་འཛུགས་ཀྱི་སྣེ་ཁྲིད་པ་གི་གཞུང་འབྲེལ་གྱི་ཆབ་སྲིད་ཀྱི་ལས་འགུལ་དེ་ཚོའི་ནང་ལ་དགེ་ལྡན་པ་དེ་ཚོས།

རྒྱབ་སྐྱོར་བྱེད་དགོས་ཀྱི་རེད་བརྩི་སྲུང་བྱེད་དགོས་རེད་ཟེར་ནས་སྐད་ཆ་བཤད་ཀྱི་འདུག་ཤོས་གཉིས་པ་དེ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དྲངས་པ་ཡིན་ན་དཀྱུས་མ་འདི་བཞག་པ་དེ་འགྲིག་གི་མི་འདུག་ཟེར་ནས་སྐད་ཆ་བཤད་ཀྱི་ཡོད་རེད། དེ་ནས་བོད་མིས་དཀྱུས་མ་འདི་བཞག་ན་འགྲིག་གི་མི་འདུག་ཟེར་གྱི་ཡོད་རེད་ད་ངོ་ཡུག་གི་ཁོ་རང་ཡིན་པ་ཡིན་ནའང་བོད་མི་དང་ཉི་ཡམ་བུ་གིས་བསྡད་པ་གི་པར་ཁོ་རང་ལ་མཐོང་ཡག་འདུག་ཨོ་དེ་འདྲ་ཡིན་པ་སོང་ཙང་དེ་ཚོའི་ཚང་མ་འོ་ཁ་ཁུག་མི་འཚོང་བ་དང། ཞེ་སྡང། ཚང་མ་འོག་ཏུ་ཆབ་སྲིད་ནག་པོ་ཀྱིས་ཁྲབ་གི་ཡོད་པ་དེ་བརྗེད་ཆགས་རྒྱག་གི་རེད་དོ། ཡང་དཔོང་ཚིག་གི་སྐུད་པ་གི་སྐུད་རྟགས་ག་རེ་བཤད་གི་འདུག་ཟེར་པ་ཡིན་ན། མོ་དང། ལ་དྭགས་བོད་པ་མིན་པ་ཡིན་ན་ཁམས་པ་དང་ཨ་མདོ་བོད་པ་མ་རེད་ཟེར་ནས་སྐད་ཆ་བཤད་གི་འདུག་ཏང་ཨུའི་ཆ་ནས་ཁག་གི་ཁམས་པ་དང་ཨ་མདོ་གི་མི་ཚང་མ་གི་ཁོ་རང་ཚོ་བོད་པ་ཡིན་ཟེར་གི་ཡོད་རེད། ཡིན་པ་ཡིན་ན་མོ་འབའ་དང་ལ་དྭགས་འདྲ་བོ་ཡིན་པ་ཡིན་ན། ཁོ་རང་ཚོའི་མང་ཤོས་ཀྱི་སྤོབས་པ་མེད་ཀྱི་ཡོད་རེད་དེ་ནི་ལྷག་པར་དུ་ལ་དྭགས་འདྲ་བ་ཡིན་པ་ཡིན་ན་ང་ལ་ཆགས་ཀྱི་ཡོད་རེད། མ་མཐའ་ཡང་མི་བརྒྱད་ཅག་གི་དགུ་བཅུ་གིས་ཁོ་རང་ཚོའི་སྤོབས་པ་མེད་ཀྱི་ཡོད་རེད་ད། བོད་དང་རིག་གཞུང་གཅིག་པ་ཡིན་མ་བརྗེད་སྤོབས་པ་མེད་ཀྱི་ཡོད་རེད། ཆབ་སྲིད་གང་ནས་ཀྱི་ཡིན་པ་ཡིན་ན་ཁོ་རང་ཚོའི་སྤོབས་པ་ཡིན་པ་རྩ་བ་ཉིད་ནས་རྒྱ་གར་གཞུང་གིས་ངོས་འཛིན་བྱེད་ཀྱི་ཡོད་མ་རེད། རྒྱ་གར་གཞུང་གིས་ངོས་འཛིན་ཤེས་དང་མི་ཤེས་དེ་གཙོ་བོ་མ་རེད་བ། གཙོ་བོ་ཁོ་རང་ཚོའི་མི་མང་ཤོས་ཀྱི་བརྒྱད་ཅུ་གྱི་དགུ་གཅིག་གི་བོད་པ་ཡིན་སྲིད་པ་ཡིན་ན་རྒྱ་གར་གཞུང་ཡིན་པ་ཡིན་ནའོ་བོད་རིགས་རེད་ཟིན་གྱི་ངོས་འཛིན་མི་ཤེས་རང་ཤེས་བྱ་གི་རེད་བ། ཡིན་པ་ཡིན་ན་ཁོ་རང་ཚོས་ཤེས་ཀྱི་ཡོད་མ་རེད། བོང་ཚོས་ངུ་ནས་དྲག་ནས་ཧི་མ་ལ་ཡ་རི་རྒྱུད་ཀྱི་མི་དེ་ཚོ་ལ་ངུ་ཟིན་འགྲོ་ནས་ཁག་ཁག་ཆད་རྒྱུ་མེད་མཁན་གྱི་སྐུད་པ་སྐུད་ལྕོག་དེ་འདྲ་རེད་འདོད་བ། ལ་དྭགས་འདྲ་བོ་ཡིན་པ་ཡིན་ན། ང་ལ་ཆ་རྒྱུས་ཡོད་རེད་ལག་རྟགས་ཀྱི་མ་མཐའ་ཡང་མི་བརྒྱད་ཅུ་གི་དགུ་བཅུ་ཙམ་ཟེར་བའི་ཁོ་རང་ཚོའི་བོད་པ་མེན་སྐེ་རེད་རྒྱ་གར་གྱི་གཞུང་འབྲེལ་སྒང་ནས་ཡིན་པ་ཡིན་ན་ལག་རྟགས་དེ་བོད་པ་མ་ཡིན་པ་ཁོངས་སུ་བཞག་གི་ཡོད་རེད། ད་ག་ནང་བཞིན་དུ་མོ་ཡིན་པ་ཡིན་ན་ད་ལག་རྟགས་དང་བསྡུར་བ་ན་དེ་སྲིད།

ང་ཚོ་ཁྱེད་རང་ཚོ་སྤོབས་པ་རེད་ཟེར་ཡག་ང་ཚོ་ལ་དེ་ནུས་བ་དང་སྟོབས་ཤུགས་ད་ལྟ་གོ་ནི་བཀའ་བཀོད་ཅིག་ཡོག་མ་རེད་ཁོ་རང་ཚོས་སྤོབས་པ་ཤེས་བསམ་པ་ཡིན་ན་ཁོ་རང་ཚོ་སྤོབས་པ་ཡིན་ཟེར་བ་རེད་བ་ཁོ་རང་ཚོ་སྤོབས་པ་ཤེས་ཀྱི་མེད་ཟེར་པ་ཡིན་ན་ཁོ་རང་ཚོ་བསམ་པ་རེད་བ་ད་ལྟའང་མི་མང་ཤུགས་མང་ཤུགས་ཧི་མ་ལ་ཡ་རིགས་རྒྱ་གི་མི་དེ་ཚོས་ཁོ་རང་ཚོ་སྤོབས་པ་མེད་ཟེར་གྱི་ཡོག་རེད་ཨ། དེ་འདྲ་བྱས་ནས་ཁྱོད་སྐད་ཆ་བཤད་ཀྱི་ཡོག་རེད་མ་གཞི།

ཕྱི་རྒྱུད་སྐོར་ཡིན་གྱི་ཡོད་རེད་ཡིན་པ་ཡིན་ནའང་བོད་པ་གི་ས་རྒྱུད་དང་ཕྱི་རྒྱུད་སི་ཁུལ་ཡག་པོ་ཟི་ཞིང་མེད་པ་འདི་ས་འོག་རེད་བོད་པ་གི་ལོ་རྒྱུད་འདི་གི་རྩ་བ་ཉིད་ནས་ཡག་པོ་ཟི་ཞིང་གི་མི་འདུག་ལོ་རྒྱུད་དང་སྦྱང་ཐུབ་ཀྱི་ཡོད་མ་རེད་པ་འདི་རེད་ད་ཁོ་རང་ལྷོ་ཕྱོགས་ཡོད་རྒྱུ་དེ་ང་ཚོ་བོད་པ་གི་ས་རྒྱུད་དང་ཕྱི་རྒྱུད་དེ་ནས་རྒྱ་ནག་གི་ས་རྒྱུད་དང་ཕྱི་རྒྱུད་ཐའི་ཝན་དེའི་ས་རྒྱུད་དང་ཕྱི་རྒྱུད་ཡིན་གྱི་ཡོད་རེད་ད་དེ་ཡང་ཁུལ་ཡག་པོ་ཟི་ཞིང་གི་ཡོད་མ་རེད་དེ་མ་གཅིག་ཁོ་ལ་སློབ་སྦྱོང་ག་གུ་ཅི་ངོ་ནས་གྲོགས་ནས་ཡོད་མ་རེད།

ཧྲོ་ཅོག་ནང་ནས་ཧྲོ་ཅོག་ཡང་དག་པའི་ལྟ་བ་དེ་ཁུར་ནས། དྲུག་གི་ལམ་ལུགས་ཀྱི་རྩ་བ་གཉིས་ཀྱི་ངོས་འཛིན་བྱ་ག་མི་འདུག་བ། མཁན་པོ་ཚེ་ཁྲིམས་བློ་གྲོས་ཀྱི་དྲུག་གི་ལམ་ལུགས་དེ་བཀག་ཡོད་བ་རེད། ཁོ་རང་གི་ཆོས་བརྒྱུད་ཀྱི་ན་ཚ་ཁུར་ནས། གཞན་པ་དང་གཉེན་མ་བར་བ་དེ་འདྲ་ཡིན་པ་སོང་ཙང་ཁོ་དགའ་བ་རྒྱག་གི་འདུག་བསམ་གྱི་ཡོད། གཉིས་པ་དེ།

བཀྲིས་ཀྱི་ལམ་ལ་རྒྱབ་སྐྱོར་བྱེད་མཁན་ཡིན་པ། ལྷ་སྒྲུང་དང་ཀླུ་སྒྲུང་རྐྱང་རྐྱང་ཞིག་ནས་མགོ་སྐོར་གཏོང་མཁན་ཡིན་པའི་དབང་གིས་མཁན་པོ་ཚེ་ཁྲིམས་ལོ་དྲུག་གི་དད་རེ་བའི་ལྟ་བ་ཁུར་ནས་ཤར་ལི་ནང་པ་དེ་ཚོ་ལ་རྩ་བ་ཉིད་ནས་ཁུར་དགའ་གི་ཡོད་མ་རེད་ཁུར་མི་དགའ་ས་མཁན་པོ་ཚེ་ཁྲིམས་ལོ་དྲུག་གཅིག་པོ་མ་རེད་ཅེས་དྲ་བ་འདིའི་སྐར་མ་པ་དེ་ཚོ་ལ་ཡང་ཁུར་དགའ་གི་ཡོད་མ་རེད། ཁོས་བྷ་རག་གི་ལྷས་པོ་སྐབས་སུ་ཉིས་སྟོང་བཅུ་བདུན་ལོར་ལོ་འགོ་བཏོན་བ་ལ་རེ་བཞག། ངེད་གཉིས་ཡང་ཐེངས་དང་པོར་ཁ་མཐུད་ས་དེ་ཟ་ཁང་དང་བྱང་ཁང་གཉིས་མཉམ་པོ་ཡོད་ས་གི་དེ་འདྲ་ཞིག་ནང་ལོགས་ནས་ཁ་མཐུད་སོང་གང་ཡིན་ཟེར་པ་ཡིན་ན། ངའི་ངོ་ཤེས་པའི་གྲོགས་པོ་གཅིག་དུ་འང་ཡོད་རེད་ང་ཁོ་ལ་ཁ་མཐུད་འང་འགྲོ་འོས་པ། སྐབས་དེ་དུས་བང་མཛོད་ཨ་མདོ་གི་ཚོགས་འདུ་གཅིག་སྒང་ལ་ལྷན་ནས་ཁུ་དུ་བ་ལྷས་ཀྱང་ངེད་གཉིས་ཀྱི་ཐེངས་དང་པོ་ཁ་མཐུད་བ་ལ་ཐུག་བྱུང་རེད། ཁ་མཐུད་པའི་སྐབས་སུ་ཁོ་རང་ངུ་ནས་ཀྲང་ནེ་གོ་ངེད། རྩ་བ་གཉིས་ནི་ཁག་རྫི་མ་ཞིག་གི་མི་དང། ཁག་མང་པོ་དུས་སུ་ཉུང་པོའི་སྒོ་ཉུང་དག་ཡོད་པ། དེ་ཙམ་སུ་མ་ཟད་ཁོ་རང་ངོ་ནི་གྲོང་ནས་གི་པི་ཏེ། Home ལས་སུ་གི་པི་ཤ་མེད་པར་འཚོ་བ་ལ་དཀའ་ངལ་ཡོད་པ་གི་རྣམ་པ་དེ་ཤུགས་ཆེན་པོ་ཞིག་ཅིག་འདུག་ཡིན་པ་ཡིན་ནའང་ཁོ་རང་གི་དེའི་སྐབས་དེ་དུས་དབྱིན་ཇི་དེ་ཚོ་ལ་འཕྲོད་ལས་ཞིག་ཅིག་འཁྲབ་དགོས་འདུག་དབྱིན་ཇི་གི་དེའི་པུའུ་རུ་པ་བ་དེ་ཚོའི་རྒན་ལགས་ཡོད་བ་དེ་ཚོ་ལ་ཞིབ་འཇིགས

མི་བསླུ་རྒྱུ་དག་མ་བྱེད་གལ། ཡིན་པ་ཡིན་ནའང་ཐེངས་གཉིས་པ་སྟེང་ཡར་ཐུག་པའི་སྐབས་སུ་ཉིས་སྟོང་ཉིས་རྩ་གཉིས་ཀྱི་ཡར་སྐལ་དེ་བ་ལགས་རེད་ཁོ་རང་འགྲོ་བ་སྤོ་རུ་བབས་པའི་ཚོགས་འདུ་ལ་ལྷས་བཞག་སྐབས་དེ་རྗེས་ང་དེ་ཉིན་རྗེས་མ་དེ་བ་ལ་འགྲོ་ཡིན་གང་ཡིན་སྲིད་པ་ཡིན་ན་མགོ་དེ་བ་ལགས་ཀྱིས་བཏང་བ་འགྲོ་ཡག་གི་ཆུ་ཚོད་ཡང་མི་འདུག།

ཏང་ཨུའི་ཆ་ནས་ག་ང་སྡེ་གཙོ་བོ་གྲོང་ཁྱེར་འདི་འདྲ་བ་ཡིན་པ་ཡིན་ན། ཉིས་སྟོང་ཉིས་བརྩ་གཅིག་ལོ། མི་རེ་རེ་གི་སྐྱེ་ལག་ཉོ་འཚོང་བྱིས་པ་གི་ཕོའི་ཁ་ཕུ་ཁྲོ། བུ་ཆགས་སུ་ཕའོ། ག་ཚེ་རེ་ཚེ་པ་ཡིན་ན། ང་སྡེ་གཙོ་བོ་གྲོང་ཁྱེར་བྷར་གི་ཡིན་པ་ཡིན་ན། ཡུ་རོབ་གི་ནོར་ལུག་ནི་གི་གོ། ཡུ་རོབ་མནའ་འབྲེལ་མཐུན་ཚོགས་ནོར་ལུག་ནི་གི་ཨོང། སིམ་པ་རེད། ཨང་དང་པོ་ནི་ལུག་སེམས་བུ་དགུ་དང་ཨང་གཉིས་པ་ནི་ལྷོ་ཨ་ལན་དྲ་རེད། ཨང་གསུམ་པ་དེ་སྔ་དེ་སུ་བྷ་རག་གི་གྲོང་ཁྱེར་རེད་ངས་གྲོང་ཁྱེར་ཟེར་གྱི་ཡོད་ད། རྒྱལ་ཁབ་ཟེར་གྱི་མེད་ད་རྒྱལ་ཁབ་དང་གྲོང་ཁྱེར་གཉིས་ཀ་ལོག་པར་གདའ། གང་ཡིན་ཟེར་པ་ཡིན་ན་ད་ལྟ་བང་མཛོད་དང་གཉིས་ཀ་སྡེ་སྲིད་ཀྱི་གྲོང་ཁྱེར་དེར་སྡོད་ཀྱི་ཡོད་ད། ཁོ་རང་སྦོ་ནས་སྡོད་ཀྱི་ཡོད་རེད་ང་བྷ་རག་གི་སྡོད་ཀྱི་ཡོད་རེད་དེ་འདྲ་ཡིན་པ་སོང་ཙང

ཡོ་རོབ་སྤྱི་སྟོང་བརྒྱད་དང་བཞི་བཅུ་གཉིས་རེད། ད་ག་ནང་བཞིན་དུ་ཇི་ལྟར་འང། བོང་རྫི་དེ་སྲིད་ཀྱི་བོང་ནི་ཀུ། ཟླ་བ་གཅིག་ལ་ཡོ་རོབ་བཞི་སྟོང་སུམ་བརྒྱ་གི་ད། འགྲོ་སོང་ཡོད་པ་ཚོ་སྐྱིད་པོ་བྱ་ཡ་དེ་འདྲ་ད་སྐྱིད་པོ་གཏོང་ས་དེ་འདྲ་ཚོ་མ་འགྲོ་འདུག་དེ་འདྲ་གྱིས་ཚོ་སྐྱིད་དགོས་བ་ཡིན་ན། ང་དེ་སྲིད་གྲོང་ཁྱེར་ནང་དུ་ཀུ། ཡོ་རོབ་ཀྱི་དཔེ་ཆ་བཞི་སྟོང་ལྔ་བརྒྱ་ཅུ་བཞི་དགོས་ཀྱི་འདུག་དེ་འདྲ་ཡིན་པ་ཚང་ཚང་ཡོ་རོབ་ཀྱི་དཔེ་ཆ་ཉིས་བརྒྱ་ཅུ་བཞི་གི་ལྔ་དེ་སར་བསྐོང་ཆེ་ག་འདུག་དེ་ཚོ་ཚང་མ་ལོ་གཅིག་གི་ངང་རེད་ད་ཡིན་པ་ཡིན་ནའང་ད་འདྲ་ཡིན་ན

ལྡབ་གཅིག་གཡག་ཕག་སོ་དང། མ་མཐའ་ཡང་བརྒྱད་བཅས་ཀྱི་བདུན་བཅུའི་གཙང་ཁང་མང་ཆེ་བའི་ནང་ཕར་སོང་དེ་འདྲ་ཡིན་པ་སོང་ཙང་ད་ད་ལོ་ཡིན་པ་ཡིན་ན་ནི་ཚོད་དུས་སུ་ལོག་ག་རེད་བསམ་གྱི་ཡོད། རྡོ་རྡོ་བོ་བང་རྫི་ག་སུ་སུ་གོ་བདེ་གསལ་གི་ནི་ཚོད་མ་ཤེས་ཉེ་གི་ཞིའུ་ཅི་རེད་བསམ་དུ་ཀུན་སྤྱོད་སོང་ངོ་ཚ་ཡ་མི་འདུག་ད་ག་ཟེ་ཁོ་རང་བསམ་བློ་ནི་འཇར་མི་ནི་ཚང་མ་གི་ཟེར་གི་འདུག་འཇར་མི་ནི་ཚང་མ་གི་ནང་ལོན་ལོན་ཡིན་པ་ཡིན་ན་ཞི་པོ་མི་པོ་དཔའ་མགོ་ཚང་མ་ཁྲི་ཁྲི་ཐང་གི་བཞག་པ་ར།

དེ་རུ་མ་བྱས་འཇོན་མི་ཉིད་འདྲ་བོ་ཡིན་པས་ན་ཅི་དང། ཕྱིར་འཇོན་མི་ཉིད་དང་འཇོན་མི་ཉིད་གྲོང་གསེབ་དང་གྲོང་ཁྱེར་ཆུང་ཆུང་དུ་བ་ལ་འོང་ནི་གྲོང་གནས་ཡིན་ད་ཤ་འཇོན་མི་ཉིད་ཀྱི་གྲོང་ཁྱེར་ཆུང་ཆུང་དུ་བ་ལ་མི་མ་འདང་ཉིད་ཀྱི་གོམ་པ་ཁོ་རང་རྦད་དེ་རི་མེད་བྲེག་གི་འདུག་ཨི་ཏྲ་ལི་གྲོང་གསེབ་དུ་བ་ལ་དང་གྲོང་ཁྱེར་ཆུང་ཆུང་དུ་བ་ལ་གོམ་པ་རི་མེད་བྲེག་གི་ཡོད་ལྷག་པར་དུ་གྲོང་གསེབ་དུ་བ་ལ་རྦད་དེ་འབྲུ་ལག་གཅིག་གི་གོམ་པ་རག་གི་ཡོད་དེ་འདྲ་ཡིན་པ་སོང་ཙང་ང་ཚོ་ཡིན་གཅིག་མི་གཉིས་ཀྱིས་འདིར་བསྐུར་བ་ནི་ག་བ་འདི་བསྐུར་བས་ན